རེད་དེ་གུ་རུ་གསུང་ད་ཚང་མས་གསུང་གི་ཡོད་རེད་བ། དེ་ལྷ་སའི་མུ་རུབ་བཙན་པོའི་གནམ་གྲུ་དེ་བཞིན་ཕྱོགས་ཆོས་གླིང་པ་གིས་གཏེར་ནས་གདན་དྲངས་པ་རེད་དེ། འདི་ནས་ཤོར་སེང་ཆེན་རྣམ་གྲགས་ཀྱི་གཡས་ཟུར་ནས་གུ་རུ་གི་གསུང་བའི་སྨོན་ལམ་དང་བྱིན་རླབས་ཆེན་པོ་ཡིན་གསུང་བ་རེད། འདི་དང་དུས་གསུམ་སངས་རྒྱས་གུ་རུ་རིན་པོ་ཆེ་ཟེར་ཡང་འདི་གཉིས་ཏེ། ད་དུས་ད་ལྟའི་སྐབས་འདི་ལ་ཡང་ཕྱི་ནང་གསང་གསུམ་གྱི་བར་ཆད་ལྷག་པར་དུ་ཆོས་བྱེད་པ་ལ་ཡང་ཕྱི་ནང་གསང་བ་ད་གསང་བ་ཡོད་མ་རེད་ཕྱི་ནང་གི་བར་ཆད་མང་པོ་ཅིག་ཡོང་བསྡད་པའི་སྐབས་ལ། དེ་ནས་ད་ལྟ་འདི་དེ་ཕྱོགས་བཅུ་དུས་བཞི་ཟེར་གུ་རུའི་གསུང་འདི་དང། འདི་ནས་དུས་གསུམ་སངས་རྒྱས་གུ་རུ་རིན་པོ་ཆེ་ཟེར་ཡང་འདི་གཉིས་ད། ཕྲུག་ཅུ་ལེན་པའི་གི་སྟེ་ནི་སྤྱན་དྲངས་པ། དེ་ནས་གསོལ་འདེབས་བར་ཆད་ལམ་སེལ་བསམ་པ་ལྷུན་གྲུབ་གཉིས་ཀ་འདུས་བཟླས་པ་བྱིན་རླབས་གཞན་ལས་ཀྱང་སྟོབས་ཆེ་བ་དང་ནུས་པ་ཆེ་བ་ཡོད་གསུང་མ་ཐག་དེས་ལྷག་པར་དུ་རྒྱལ་པོ་དང་ན་གདོན་དང་འབྱུང་པོ་དང་མི་མ་ཡིན་ལ་སོགས་པ་གཟུགས་མེད་པའི་གི་སེམས་ཅན་གྱི་འཚེ་བ་མང་པོ་ཅིག་ཡོད་བསྡད་པ་ཡིན་དུ་དེ་ནི་དེ་ལ་བརྟེན་ནས་ཅིག་མི་མང་པོ་ཅིག་དང་ཆོས་བྱེད་པ་མང་པོ་ཅིག་ཤེས་པ་རྣལ་དུ་གནས་མ་ཐུབ་དེ་ལ་བརྟེན་ནས་དེ་ནས་ཅིག་ཁ་ཞེ་ཤེས་པ་ཆོལ་ཆོལ་སེ་ལུས་དང་ཤེས་པ་སྙོག་འགྲོ་བ་ཨོ་དེ་འདྲ་གི་ཅིག་རྐྱེན་ངན་བར་ཆད་མང་པོ་ཅིག་དེང་སང་ཡོང་བསྡད་ཀྱི་ཡོད་རེད་ད་མང་པོ་ཅིག་གི་དེ་རྒྱ་བོད་ཆོ་འཕྲུལ་རེད་གནོད་པ་རེད་ཟེར་གྱི་ཡོད་རེད་དེ་ད་རྒྱ་བོད་ཆོ་འཕྲུལ་གནོད་པ་ཡིན་མིན་ད་གང་ཤེས་དེ་གང་ལྟར་ཡང་དུས་ཚོད་འདི་འདྲ་ཅིག་གི་ནང་ལོགས་ལ་ཡ་ད་འབྱུང་གཞི་འཁྲུག་པ་དང་ད་ག་ནང་བཞིན་གྱི་ཅིག་བཀྲ་མ་ཤིས་པ་དང་ལྟས་ངན་པ་ལེགས་སོ་མ་རུང་བའི་བྱ་བ་མང་པོ་ཅིག་བྱས་ཡོང་དུས་དེ་ཡི་སྟོབས་ཀྱིས་བར་ཆད་ཚོ་ཐར་དུ་བཟློག་ནས་འདི་འདྲ་ཡོང་གི་རེད་ཟེར་དུས་མགོ་རུལ་ལུང་བསྟན་དེ་ཚོ་ནང་ལ་མང་པོ་ཡོད་རེད། ད་དུས་ཚོད་འདི་འདྲའི་སྐབས་སུ་ལྟ་ནས་བསམ་པ། བསམ་པ་གཉོན་འབྲུ་མ། ཨེ་མའོ་གཙོ་བོའི་གེ་སར་པདྨའི་སྟོང་པ་ལ་སྐུ་ལྔ་ཡེ་ཤེས་ཟེར་ཡ་དེ་དང་དུས་གསུམ་སངས་རྒྱས་གུ་རུ་རིན་པོ་ཆེ་ཟེར་ཡ་དེ་བར་བསམ་གཉིས་གཅིག་ཏུ་འདུས་བསྡེབས་པ་དེ་དང། ལྟ་ནས། བསྟན་པ་རྒྱས་པའི་སྨོན་ལམ་ཕྱོགས་བཅུར་ཐོས་ཤིག་འདི་གསུམ་སྟེ་ལྟ་ནས་བྱིན་རླབས་ཆེ་བ་ཡིན་ཟེར་འདི་ལ་ཁ་འདོན་བྱེད་མཁན་ཞིག་ཡོད་ན་ལྟ་ནས་དེ་ལ་ཕྱི་ནང་གི་བར་ཆད་ཡོང་གི་མ་རེད་ཟེར་ནས་གུ་རུ་ཉིད་ཀྱིས་བཞག་ཅིག་བཞེས་པ་ཡིན་གསུང་གི་ཡོད་རེད།